ཁི་ནི་རི་བོ། ཁ་ལ་ཁི་ནི་དང། ཨར་ཅི་ནི་རི་བོ། ཤར་ན་བ་ཡི་ན་ཧ་རི་དང་འཕྲེལ་འཇུག་རི་རྒྱལ། ཨར་མ་ཆི་ནི་རི་བོ་འདྲ། བྱང་ན་མདོ་ལ་རིང་མོ་བཅས་གྲོང་ངེར་འགྱིང་འདུག། མདོ་ལ་རིང་མོ་ལ་ཀུན་གྱིས་ཆུ་ལེན་ཞེས་འབོད་བཞིན་ཡོད་མོད། ཆུ་ལེན་ནི་གཞུང་ནོར་སྐལ་ཡིན་ཞིང། དེ་ནི་གནམ་གྱི་རི་ཞེས་པའི་དོན་ཡིན་ཟེར། མདོ་ལ་རིང་མོའི་ནུབ་བྱང་དུ་ཆགས་པའི་ཏང་ཅིན་རི་བོ་དང་ཨར་ཅིན་རི་བོ་གཉིས་ནི་མདོ་ལ་རིང་མོའི་རི་རྒྱུད་ཀྱི་མགོ་ཚུགས་ས་ཡིན་ཞིང། དེ་ནས་ཤར་ལྷོའི་བར་དུ་ཆུ་ལེན་རི་བོ་དང་ལིག་ཕུན་རི་བོ་སོགས་ཡོད་ལ། མདོ་ལ་རིང་མོའི་ནུབ་ནས་བྱང་ལ་སྤྱི་ལེ་ཆིག་སྟོང་ལྷག་ཡོད་ཅིང། ལྷོ་ནས་བྱང་ལ་སྤྱི་ལེ་ཉིས་བརྒྱ་ནས་བཞི་བརྒྱ་ཡོད། གནའ་ནས་ད་ལྟའི་བར། མདོ་བླ་རིང་མོ་ནི་མདོ་དབུས་མཐོ་སྒང་དང་རྨ་ཆུའི་བྱང་རྒྱབ་གཉིས་བར་གྱི་རང་བྱུང་ལྕགས་རི་ལྟ་བུ་ཡིན། སྔོན་ཆད། ཐོན་སྐྱེད་ནུས་ཤུགས་ཧ་ཅང་ཞན་ཞིང་དབུལ་ཕོངས་ཡིན་པའི་ཁར། རི་བའི་སྔོན་བྱས་ཀྱང་ཆུ་བའི་ལྷམ་བཀག་པ་ལ་སོགས་པའི་དཀའ་ཁག་གི་མདུན་དུའང། ངེད་ཅག་གི་མེས་པོ་གོང་མ་རྣམས་དཔའ་མ་ཞུམ་ཞིང་བློ་མ་ཕམ་པར། གང་ནུས་ཅི་ལྕོགས་ཀྱིས་རང་བྱུང་རི་ཆུའི་འཁྱགས་རོམ་དང་གཞི་རིམ་ལ་བསྟུན་ཅི་ཐུབ་བྱས་པ་དང། དེ་བས་སྤྱད་དེ། འཁར་མིར་གནའ་གྲོང་ནས་བར་མདོ་འགག་འཕྲང་བརྒྱུད་དེ། མདོ་ལུས་བྱང་རྒྱུད་ཀྱི་མཁར་གྲོང་གཙོ་འབྲོང་ཡུལ་དུ་གཏུགས་ཡོད་ཅིང། འགག་འཕྲང་གི་རིང་ཚད་ལ་སྤྱི་ལེ་སུམ་བཅུ་ལས་མེད་པའི་ཅུང་ཟད་ལམ་བུ་ཞིག་བཏོད་པ་འདི་ནི། གནའ་བའི་དར་གའི་ལྷོ་ལམ་ཞེས་པ་དེ་རེད། ཀྱག་ཀྱོག་གི་འགག་འཕྲང་བརྒྱུད་པའི་ལམ་བུ་འདིས་མདོ་དབུས་མཐོ་སྒང་དང་མཐའ་ཡས་པའི་ནི་ཡུལ། ཞིང་ལས་དར་སོ་ཆེ་ཞིང་འབྱོར་ཕྱུག་ལྡན་པའི་ནང་ལོགས་ཀྱི་གཞི་གཅིག་ཏུ་སྦྲེལ་ཡོད།
མདོ་ལ་རིང་མོ་འདི་དམིགས་བསལ་གྱི་ས་གནས་གཟིགས་རེད་ཟེར་དོན་ནི་དེའི་ལོ་རྒྱུས་ལ་ས་ཁམས་རིག་གནས་ཀྱི་དམིགས་བསལ་གྱི་དབང་གིས། མདོ་དབུས་མཐོ་སྒང་གི་ཞིང་ཤར་གྱི་མཚམས་ནི་ནང་སོག་གི་ལྷོ་འདབས་དེ་ནས་ས་སེར་མཐོ་སྒང་གི་ནུབ་བྱང་གི་མཚམས་ལའང་ནུབ་སྐྱེལ་གྱི་རང་བྱུང་གི་ས་ཁོངས་ཆེན་མོ་གསུམ་རེད། ད་ས་གནས་དེ་དག་གི་རིག་གནས་ཀྱི། འགྲིག་མདོག་ན་ཡོག་གི། དེ་སྐྱེ་འགི། ས་ཁམས་གི་དབྱེ་མཚམས་ག་ཆི་འཛིག་རེ་གཟིགས་བྱ་ན་ཆོག་གི། དེ་སྐྱེ་ནི་ད་དང་གི་ད། ཨུ་ཆི་ར། མདོ་ལྷ་ས་ཆ་འདི་ད། ཀྲུང་གོ་གི་མི་རིགས་མཉམ་འདྲེས་ར། རིག་གནས་མཉམ་འདྲེས་གི་དཔེ་མཚོན་ཟིག་བསྟི་ཆོག་གི། གནས་འདི་ན་ས་ཁམས་གི་དམིགས་བསལ་གི་མཚོན་རྟགས་ཟིག་ཡོད་ནོ། བར་མདོ་ལུང་བ་ཚེ་གོ་ནོ་ད་རེད། གནའ་ལམ་འདིར་ཚོང་གི་གནའ་མཁར་སི་སིམ་མ་དང་མཁར་མར་ལ་སོགས་པའི་གནའ་ཤུལ་མང་བོ་ཞིག་ཡོད་ནའང། སིལ་དབང་འཕོ་འགྱུར་དང་དམག་འཁྲུག་གི་དམིགས་སྐྲུན་ཁྲོད་བསྣུབས་ཏེ་ད་ལྟ་བྱང་ཆགས་བསྲེགས་རོ་ཙམ་ལས་ལྷག་མེད། གནའ་ལམ་འདིར་གཡང་རྒ་ཞེས་པའི་ས་ཆ་ཞིག་ཡོད་པ་དེར་བྲག་གི་ཡི་གེ་དང་སྐུ་འདྲ་གསལ་བའི་གནས་ཤིག་ཡོད། བྲག་ངོས་ཀྱི་སྐུ་འདྲ་དང། བོད་ཡིག་སྲུང་སྐྱོབ་བྱེད་ཆེད། རྒྱས་པའི་གནས་དེར་ལྷ་ཁང་ཞིག་བཞེངས་ཡོད། ཤར་ཕྱོགས་ཀྱི་མཐོ་ཚད་ལ་རྨི་གསུམ་ལྷག་ཡོད་པའི་བྲག་ངོས་སུ། རྨི་གྲུ་བཞི་མ་གཅིག་དང་བྲང་ཆུང་བདུན་ཡོད་པའི་ལྷ་སྐུ་སྐོར་ཞིག་བརྐོས་ཡོད། ལྷ་སྐུ་འདི་དག་གི་སྐོར་རྩིས་ལེགས་ཤིང། སྣང་བརྙན་གསོན་ཉམས་ལྡན་ལ། རྗེས་ཤུལ་གསལ་ཞིང་སྐྱོན་ཡང་མ་ཤོར་བར་གནས་ཡོད། ལྷ་སྐུ་དེ་དག་ནི་བླ་སློབ་གསུམ་མམ། ཡབ་སྲས་གསུམ་ཡིན་པའི་བཟོ་ལྟ་མངོན་འདུག། གཙོ་སྐུ་པད་མའི་གདན་སྟེང་དུ་བཞུགས་ཤིང། སྐྱེས་མཐོ་ཚུལ་ལ་རྨི་གཅིག་དང་བྲང་ཆུང་གཅིག་ལྔ་ཡོད། བེག་ཡོན་གྱི་སྐུ་གཉིས་ཀས་སྐུ་ལ་ན་བཟའ་མནབས་ཤིང། ཕྱག་ཟུང་ཐལ་མོ་སྦྱར་འདུག། འདབ་ཏུ་འོད་ཡུག་གིས་པ་འདི་ལྟ་སྟེ། བཙན་པའི་སྐུ་ཡོན་དང་སེམས་ཅན་གྱི་དོན་གྱི་ཕྱིར། དགེ་སློང་ཡེ་ཤེས་དབྱིངས་ཀྱི་རྗེས། ཞེས་བགྱིས་ཡོད། པ་སྐོར་ཡེ་ཤེས་དབྱངས་གསལ་སྒོ་མོ་འདི། རྒྱལ་བོ་ཁྲི་སྲོང་ལྡེ་བཙན་གྱི་སྐབས་འདི་ལ། ཕྱིན་གྱི་ན། སི་ཙུ་གིན་གྱི་ན་ད་ནང་བསྟན་གྱི་གཞུང་འདི། བཀའ་བསྟན་གྱི་གཞུང་འདི་མ་ང་བོ་ལ་བརྒྱུད་རེ་འོང་རིགས་ཐ་ཚོ། བསམ་ཡས་མི་འགྱུར་ལྷན་སྐྱེས་བྲིས་པའི་གཙུག་ལག་ཁང་ནས། དགྲ་བགེགས་ལོ་ཙཱ་བླངས་ཚིག། དགྲ་བགེགས་ལོ་ཙཱ་བླངས་གི་ནང་འདི། འོད་ཁམས་གིན་གྱི་ན་ད། གཞོན་ནུ་བརྩོན་འགྲུས་ཅན། རྣམ་ཤེས་ཀྱི་འདུ་མོ་ཉུང་ཀུན་བརྒྱ་ར་བརྒྱད་བསྡུས་ནས་འོང་ངེ། དེ་ནས་འགྱིང་ན། ལྷམ་ཉེར་ཡིད། དེ་ནས་འགྱིང་ན། རྒྱ་བོད་ཀྱི་འགྱིང་ན། ཟླུམ་པོ་གི་ལོ་ཙཱ་གི་ལི་ཀ་མང་གླིང་ནང་ན་འདི་ན། བར་སྐོར་ཡེ་ཤེས་ཡང་གསང་བདེ་འོག་གི། དེ་བཞིན་ཏེ་འགྱིང་ན། ལྷོ་ཁོ་ཨེ་མ་འབྱུང་གནས་ཀྱི། སྐབས་འདི་འགྱིང་ན། དྭགས་ཀྱི་སེང་གི་རྗེ་འབངས་ཉེར་ལྔ། འདུ་མོ་འགྱིང་ན་ཁུ་གུ། ལྷམ་ཉེར་ཡིད་མཁན་གྱི་འདུ་མོ་མང་བསྡུས་ནོ། འདི་ནང་འདི་ན་ཡང། སྤ་གོར། ཡི་ཤེས་ཡང་འདི་བ་སངས་ཡོད་ཀི།
བོད་ཀྱི་ལོ་རྒྱུས་དེབ་ཐེར་བཀའ་ཐང་སྡེ་ལྔ་རུ་བཀོད་པ་ལྟར་ན། སྤྱི་ལོ་དུས་རབས་དགུ་བའི་དུས་སུ་ཐོག་ཧོན་པདྨ་འབྱུང་གནས་ཀྱི་དངོས་སློབ་གཉིས། དབུས་ལྷ་བདུན་གཉིས་ཆས་ཏེ་ཨ་མདོ་ཡུལ་དུ་སངས་རྒྱས་བསྟན་པ་སྤེལ་དུ་བྱོན། དུ་བེ་རུ་ཙཱ་ན། རྒྱལ་མོ་ཚ་བ་རོང་གི་ས་ཆར་བྱོན་ནས་ད་ལྟའི་སི་ཁྲོན་འབར་ཁམས་ཡུལ་དུ་ཆས་སྤེལ་ནས་བཞུགས་ཤིང། ལྷོ་བྷག་གཞན་པ་སྤ་གོར་ཡེ་ཤེས་ཡང། མུ་མཐུད་དུ་ཞིང་ལ་བྱོན་ནས། མདོ་ལ་རང་མོས་མཐའ་འཁོར་དུ་ཆེས་སྤེལ་ནས་ཡུན་རིང་རིགས་སྐབས། ལྷ་སྐུ་དང་ཡི་གེ་འདི་དག་གྲགས་ངེས་སུ་སྐྱེས་པ་རེད། དོན་དངོས་སུ། འདིའི་ཡར་སྔོན་གྱི་ལོ་དགུ་བརྒྱ་བཞི་བཅུ་ལྷག་གི་སྔོན་ཏེ། སྤྱི་ལོ་སྔོན་གྱི་བརྒྱ་དང་སོ་བརྒྱད་ལོ་ལ། ཀྲང་ཆིན་ལི་ཡུལ་དུ་ཕོ་ཉར་སོང། ཁོ་དང་ཁོའི་ཕོ་ཉའི་ཚོགས་པ། རྨ་ཆུ་དང་རྩྭ་ཐང། གཅོང་རོང་བཅས་བགོས་ནས་འགྲོ་སྐབས་གནས་འདི་བརྒྱུད་ནས་བྱང་རྒྱབ་རླངས་ཁོག་གི་ལམ་དུ་ཞུགས་པ་རེད། ཀྲང་ཆན་གྱི་རྗེས་ནས་ཧན་རྒྱལ་རབས་ལ་སྔར་རྗེས་སུ་མི་སྣ་གྲགས་ཅན་གནས་འདི་དང་འབྲེལ་བ་དམ་པོ་འདུག། ཡོན་ཕང་སི་ལོ་བཅུ་དྲུག་པ་སྤྱི་ལོ་དོན་གསུམ་ལོར། ཧན་མིན་གོང་མས། པན་ཁྲོ་ནུབ་ཡུལ་དུ་ཕོ་ཉར་མངགས་ཤིང། ཁོས་ནུབ་ཡུལ་གྱི་རྒྱལ་ཁབ་སོ་སོར་སྐུལ་མ་བཏང་ནས། ལོ་སུམ་བརྒྱ་རེར་ང་ཡི་རིང་ལ་རྒྱུན་ཆད་པའི་ས་འོག་དར་ལམ་སླར་གསོ་བྱས་ཤིང། སྐབས་དེ་ནས་བཟུང་སྟེ་ཀྲུང་གོ་དང་ཨེ་ཤ་ཡ་ནུབ་བྷེལ་གྱི་རིག་གནས་དཔལ་འབྱོར་བརྗེ་རེས་བྱས་ནས་དར་རྒྱས་སུ་ཕྱིན། སྐྱ་མིའི་དམག་སྤྱི་ཧོ་ཆི་པིན་ནི་ལོ་ན་གཞོན་དུས་དཔའ་རྩལ་ཧ་ཅང་ཆེ། ཁོས་ནུབ་ནས། རྨ་ནུབ་བྱང་ལམ་དང་ལྷོ་ནས་མདོ་ལ་རི་རྒྱུད་ལ་ཁོང་འཇུག་བྱས་པས། ཁོ་ལ་དམག་བརྗེའི་དབུ་འདྲེན་དང་རི་རྐྱང་དར་མའི་གོ་ཐོབ་བསྩལ། འདིའི་འཕྲོ་ནས་ལོ་རྒྱུས་སུ་ཧྲོག་བཞི་ཅན་གྱི་མི་སྣ་གལ་ཆེན་ཞིག་བྱུང་ཡོད་དེ། ཁོ་ལ་ནོར་འཁྲུལ་མང་ལ་བྱས་རྗེས་ཀྱང་ཆེ། གནོད་འཚེ་ནི་འཕྲལ་ཙམ་ཡིན་ལ། ཁེ་ཕན་ནི་ལོ་ངོ་སྟོང་ལ་གསབ་ཏུ་མེད་པའི་གོང་མ་ཟེར་ཡང་འདུས་ཀྱང། གནས་འདི་བརྒྱུད་ནས་ཕེབས་པར་མ་ཟད། མི་སྒེར་གྱི་སྐྱིད་སྡུག་དང་རྒྱལ་ཁབ་ཀྱི་བདེ་སྡུག་མཉམ་དུ་བསྲེས་ནས། མཛད་པ་ཆེན་པོ་ལོ་རྒྱུས་ཀྱི་གཞུང་ལ་དེ་བསྟན་དུ་བཀོད་ཡོད། འོ་ན་སྐྱེས་བུ་དམ་པ་རྣམས་ནི། ཅི་ཞིག་གི་ཆེད་དུ་ཡིན་ནམ། ཁོང་ཚོ་རི་ཆུ་སྟོང་ཕྲག་བརྒལ་ཞིང་དཀའ་བ་འཛད་མེད་མྱོང་གིན་རྒྱ་མཚོའི་ཕ་རོལ་ཏུ་ཕྱིན་དོན་ནི། དམ་པའི་ཆོས་རྣམ་དག་ཅིག་བླངས་ནས། དེ་ཉིད་དར་ཞིང་དམངས་ལ་ཕན་པའི་སྤྲིན་ཆེད་ཡིན་ལ། རིག་གནས་བརྗེ་རེས་དང་ཕན་ཚུན་འབྲེལ་འདྲིས། ཕན་ཚུན་གྱི་དགེ་མཚན་ལ་སློབ་སྦྱོང་གི་ཆེད་དུ་ཡིན་པས། དེ་ཡང་ཆོས་ལུགས་དང་རིག་གནས་ཀྱི་ཆེད་ཡིན་ཞིང། ཅིན་ཤར་མའི་བཙུན་པ་ཧྥ་ཞན་ནི། ཐང་སུམ་བླ་མའི་སྔོན་ལ་གནའ་བོའི་རྒྱ་གར་དུ་ཕེབས་མཁན་གྱི་བཙུན་པ་མང་དྲག་ཅན་དེ་རེད་ལ། ཁོང་གིས་རྒྱ་གར་དང་ཨེ་ཤ་ཡ་ཤར་ལྷོའི་རྒྱལ་ཁབ་སོ་སོའི་ཆོས་ལུགས་ཀྱི་ལས་དོན་དང་སྤྱི་ཚོགས་དཔལ་འབྱོར། ས་ཁམས་རི་ཆུ། ཡུལ་སྲོལ་གོམས་གཤིས་ལ་སོགས་པ་ཟིན་ཐོར་བཀོད་དེ། མང་དུ་བསྒྲགས་པས་འཕགས་ཡུལ་གྱི་ཟིན་ཐོ་ཞེས་པ་ལེགས་འགྲུབ་བྱུང། འཕགས་ཡུལ་གྱི་ཟིན་ཐོ་ཞེས་པར་ལྷ་ཤིན་འཁོར་དང་བཅས་པ་དར་གའི་ཚོང་ལམ་ཐོག་མ་སྟེ། བར་མདོ་ལུང་བའི་འགག་མདའི་རྣ་ལམ་ལྟོ་བའི་མྱོང་བ་ཟིན་ཐོར་བཀོད་འདུག། ཡིན་ནའང། ཧྥ་ཤན་གྱིས་སྔགས་ཕྱིར་གསེར་ལྟར་གཅེས་ཕྲིས་ཀྱིས། ཁྲང་ཨན་ནས་འབྲུང་ཡུལ་བར་གྱི། སྤྱི་ལེ་ཆིག་སྟོང་ཉིས་བརྒྱ་ལྔ་བཅུའི་ལམ་ཐག་མྱོང་བ་མཐའ་དག། ཡིག་འབྲི་སུམ་ཅུའི་ནང་དུ་བསྡུས་ཏེ་བཀོད་པ་ལྟར་ན། ཐོག་མར་ཁྲང་ཨན་ནས་ལམ་ལ་ཆས་ཏེ་དུས་རླུང་བརྒྱུད་ནས། ཆན་གྱིས་རྒྱལ་ཁབ་ཏུ་ཡར་འདེགས་བྱས་ཤིང། དེ་ནས། ནོ་ཐན་རྒྱལ་ཁབ་ཏུ་ཐོན། ཡང། ལེགས་བཤད་རྣམ་རྒྱལ་ནི་འབྲོང་ཡུལ་དུ་སླེབས། ཞེས་བཀོད་འདུག། རྩོམ་ཡིག་འདི་བར་མདོ་ལུང་བ་ནས་འབྲོང་ཡུལ་བར་གྱི་གནས་ཚུལ་གསལ་བོ་ཞིག་བཀོད་མེད་ནའང། སྐབས་དེའི་ལོ་རྒྱུས་ཀྱི་གནས་བབ་དང་ལོ་རྒྱུས་ཡིག་ཆ་གཞན་པར་བཀོད་པ་ལྟར་ན། ལྷ་ཤིན་འཁོར་དང་བཅས་པ་རི་བོ་དག་པན་ཧྲན་དང། ཧོ་མིན་གཙང་བོ་འགའ་ནས་དར་གའི་ཚོང་ལུགས་སློབ་མའི་ཉེན་ཁ་ཆེས་ཆེ་བའི་ལམ་ཁ་སྟེ། བར་མདོ་ལུང་བའི་འགག་སྒོ་བརྒྱུད་ནས། ཞང་གི་འབྲོང་ཡུལ་དུ་ཕེབས་ཡོད་པ་ཁ་ཚོན་བཅད་ནས་བཤད་ཆོག། ཧན་རྒྱལ་རབས་དང་ཐང་རྒྱལ་རབས་སྐབས་ནས་བཟུང། བར་མདོ་ལུང་བ་ནི་ནུབ་རྒྱུད་ཀྱི་ཆིངས་རིགས་དང་ཞུང་ནུ། དྲུ་གུ། ཨ་ཤ། བོད་ལ་སོགས་པའི་མི་རིགས་མང་བོ་ཕན་ཚུན་རྩོད་རེས་དང། མཚོ་སྔོན་དང་ཀན་སུའུ་བར་གྱི་འགྲོ་འོང་རྒྱ་བསྐྱེད་དེ། ནང་ལོག་དང་ནུབ་རྒྱུད་བར་འགྲོ་འོང་བྱེད་སའི་བགྲོད་ལམ་གལ་ཆེན་ཞིག་རེད་ལ། མདོ་ལ་རང་མོས་ཀྱི་ཤར་འདེབས་ར་ཞང་འདེབས་གཉིས་ཀྱི་བར་རིག་གནས་མཉམ་འདྲེས་ར་བརྗེ་རིག་གི་ནུས་པ་འདོན་མཁན་འདི་བར་མདོ་ལུང་བ་རེད། དེའི་རྐྱེན་གྱི་བར་མདོ་ལུང་བ་འདི་ས་ཁམས་ར་རིག་གནས་སྐྱེ་ཁམས་དེ་ནས་དར་གྱི་ཚོང་ལམ་གྱི་ཤར་ཞང་གཉིས་ཀྱི་སྦྲེལ་མཐུད་ཀྱི་ནུས་པ་ཆེན་པོ་ཟུར་དུ་བསྣོགས། སྤྱི་ལོ་དུས་རབས་དགུ་བར་དགེ་སློང་ཡེ་ཤེས་དབྱངས་ཀྱིས་ཆོས་སྤེལ་ཏེ། བར་མདོ་ལུང་པར་ཏེ། ད་ལྟའི་མདོ་ལ་རང་མོས་དབུས་རྒྱུད་དུ་སླེབས་སྐབས། རྣ་ལམ་དེ་ཐང་སྒར་རྒྱ་བསྐྱེད་ནས་བགྲོད་བདེ་བ་ཞིག་ཏུ་གྱུར་ཡོད། གནས་འདི་ནི་མཚོ་སྔོན་ཞིང་ཆེན་ཡེ་ཤུལ་བོད་རིགས་རང་སྐྱོང་ཁུལ་སྐྱེ་རྒུ་མདོ་གྲོང་རྡལ་གྱི་ཤར་ལྷོ་ཕྱོགས་ཀྱི་སྤྱི་ལེ་ཉེར་གཅིག་གི་མཚམས་ན་ཡོད་པའི་འདིའི་ཁོག་ལུང་པ་རེད། ངག་རྒྱུན་དུ། རྒྱ་བཟའ་ཀོང་ཇོ་དབུལ་དུ་མནའ་མར་བརྫངས་ནས། ཐང་དབུལ་རྣ་ལམ་བརྒྱུད་དེ་ནུབ་ཕྱོགས་ཀྱི་འདིའི་ཁོག་ལུང་རུ་སླེབས་སྐབས། གནས་འདིའི་རི་བའི་རྩེ་མོའི་དགུང་དུ་ཟུག་པ་དང། ཆུ་འཕྲིན་ཀྱག་ཀྱོག་གི་བཞི་སྒྲ་སྙན་པ་སོགས་རང་བྱུང་གི་མཚར་ཉམས་ལྡན་ནའང། མིའི་བཀོད་སྒྲིག་བྱས་པའི་རིག་གནས་ཀྱི་རྣམ་པ་ཉུང་བ་མཐོང་ནས། ཆོས་ལ་དད་འདུན་ཟབ་པའི་རྒྱལ་བཟའ་ཀོང་ཇོ་གནས་འདིར་བཞུགས་ཤིང། བྲག་ལྡེབས་སུ་སྐུ་བརྙན་བཞེངས་ཏེ། གནས་དེའི་རུ་ཆུ་དང་དད་ལྡན་མང་ཚོགས་ཀྱིས། སངས་རྒྱས་ཀྱི་བྱམས་བརྩེའི་འོད་སྣང་མྱོང་དུ་འཇུག་རྒྱུ་ཐག་བཅད། ངག་རྒྱུན་ནི་ངག་རྒྱུན་ཙམ་ཡིན་པས། དམངས་ཁྲོད་དུ་བཤད་ལུགས་སྣ་ཚོགས་ལས་གཅིག་མཐུན་གྱི་ལྟ་སྟངས་ཤིག་མེད་མོད། འོན་ཀྱང་གནའ་བོའི་བོད་ཡིག་གི་ལྕགས་སྐུད་ཡི་གེའི་ཞིབ་བརྗོད་དང། རིག་གཞུང་ལས་རིགས་ཀྱི་ཉམས་ཞིབ་བྱས་པ་བརྒྱུད། ཉེ་རབས་སུ་སླེབས་སྐབས་སྔར་བས་ཁ་གསལ་བའི་སྡོམ་ཚིག་ཅིག་ཐོབ་ཡོད་དེ། ཆོས་ལོ་ལ། སྐག་གཟུགས་འབུར་དུ་བརྐོས་དང། དར་མ་ཀུན་བྲིས་པའི་སྨོན་ལམ་ལ་སོགས་པ། བཙན་པོ་ཁྲི་ལྡེ་སྲོང་བཙན་གྱི་སྐུ་རིང་ལ། རྗེ་བློན་ཡོན་བདག་དང། སེམས་ཅན་གྱི་དོན་གྱི་ཕྱིར། དགེ་སློང། བློ་ཆེན་ཡེ་ཤེས་དབྱངས་ཀྱིས་བསྒྱུར་ཏེ། གཟོ། དགེ་སློང་རིན་སྣང་མཛད་དང། རྒྱལ་བཟང་དང་དཔལ་ལྡན་དང། ལུགས་དཔོན་ཐམས་ཅད། དགེ་ལེགས་སུ་བྱེད་པ་བརྩིགས་ནས། བླ་ལ་ཉེ་སྟོབས་ལྡན་རྣམས་པས། བྲག་ལ་སྐག་གཟུགས་དང་དར་མ་འདི་རྣམས་བྲིས་པ་དང། དཀོན་མཆོག་གསུམ་གྱི་རྟེན་གྱི་རྣམ་པ། སེམས་ཅན་གང་དག་གིས་མཐོང་བ་དང། རགས་པ་དང། ཕྱག་འཚལ་བ་དང། ཐོས་བ་དང་དྲན་པའི་བསོད་ནམས་དང་ཡེ་ཤེས་ཀྱིས་བཙན་པོ་ཡབ་སྲས་དང། སེམས་ཅན་ཐམས་ཅད་བླ་ན་མེད་པའི་བྱང་ཆུབ་ཏུ་འགྲུབ་པར་སྨོན་ཏོ་ཞེས་བཀོད་ཡོད་ལ། འབྲེལ་ཡོད་མཆན་ཤེས་པས་ལོ་རྒྱུས་དཔྱད་གཞིའི་ཡིག་ཆར་བཀོད་པ་དང། དེ་བཞིན་དུ་བཙན་པོ་ཁྲི་སྲོང་ལྡེ་བཙན་ཡབ་སྲས་ཀྱི་ལོ་རྒྱུས་ལ་གཞིགས་ནས། ཁྱི་ལོ་དེ་སྤྱི་ལོ་བརྒྱ་བརྒྱད་དྲུག་ཡིན་པ་ཚོད་དཔག་བྱས། དེས་ན་ཤེས་ཆེན་ལོ་ཙཱ་བ་ཡེ་ཤེས་དབྱངས་ནི་མི་ག་འདྲ་ཞིག་ཡིན་ནམ་ཞེ་ན། སློབ་དཔོན་པདྨས་མཛད་པར་བསྒྲགས་པའི་བཀའ་ཐང་སྡེ་ལྔ་རུ་བཀོད་པ་ལྟར་ན། སློབ་དཔོན་པདྨ་འབྱུང་གནས་ལ་སློབ་མ་གྲགས་ཅན་རྗེ་འབངས་ཉེར་ལྔ་ཡོད་ཅིང། དེའི་ཁྲོད་དུ་དགེ་སློང་ཡེ་ཤེས་དབྱངས་ཀྱང་ཡོད་པས། ཁོང་གི་དངོས་སློབ་ཡིན་པར་བཅག་པ་མ་ཟད། བཀའ་ཐང་ལྡེབས་ངོས་ནང་འཁོད་པའི་བོད་ཀྱི་ལོ་ཙཱ་བའི་མིང་མཐའི་ནང་དུའང། དགེ་སློང་ཡེ་ཤེས་དབྱངས་ཀྱི་མཚན་མཆོད། དུ་བསྙེན་དང་ཡི་གེའི་འཇིགས་བྱང་དུ། དཔའ་བཀོད་ཡེ་ཤེས་དབྱངས་ཞེས་བཀོད་ཡོད་པ་དང། བར་མདོ་ལུང་པའི་ལྡེབས་ངོས་སུ་བསྐྱེད་པའི་སྐུ་བསྙེན་དང་ཡི་གེའི་འཇིགས་བྱང་དུའང། དཔའ་བཀོད་ཡེ་ཤེས་དབྱངས་ཞེས་བཀོད་འདུག། བྲག་ལྡེབས་དེ་གཉིས་སུ་བསྐྱེད་པའི་སྐུ་བསྙེན་བཞེངས་རྩལ་དང། ཡི་གེའི་འབྲི་སྟངས་ལ་སོགས་པའི་ཁྱད་ཆོས་གཞིར་བཟུང་ན། དྲུག་དེབ་ཀྱི་སྐུ་བརྙན་བཞེངས་མཁན་དང་ཡི་གེ་འབྲི་མཁན་མི་གཅིག་སྟེ། དགེ་སློང་ཡེ་ཤེས་དབྱངས་ཡིན་པ་ཐག་གཅོད་བྱེད་ཐུབ། དོན་དངོས་ཐོག་ཅུང་སྔ་བའི་དུས་སུ། བོད་ལྗོངས་ཆབ་མདོ་ས་ཁུལ་བྲག་ཡིབ་རྫོང་དང་བྲག་སྐའི་ཡི་གེ་ཞིག་ཡོད་དེ། སྡེ་མིའི་བྲག་སྐའི་ཡི་གེ་ཞིག་ཡོད་པ་དེའི་འཇིགས་བྱང་དང་དགེ་སློང་ཡེ་ཤེས་དབྱངས་ཡོད་པ་རེད། སྤྲེལ་གྱི་ལིའི་དབྱར། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་རིང་ལ། དགེ་སློང་ཆོས་དང་ཆབ་སྲིད་ཀྱི་བཀའ་ཆེན་པོ་བཏགས་ཏེ། གསེར་གྱི་བཀུར་རྒྱལ་མན་ཆད་ཀྱི་ཐབས་བཙལ། གྱོ་མོ་མཆིམས་བཟའ་ལག་མོ་བཙན་ལ་སོགས་པ། རྗེ་འབངས་མང་བོ་ཞིག་ཐར་བར་བྱེད། བཀའ་ཆེན་པོ་ལ་གཏོགས་པའི་དགེ་སློང་བྲན་ཀ་ཡོན་ཏན་དང། ལྷོ་དོ་དམ་དང། ཤིང་བྲ་ཁྲི་བཟའ་རམ་ཤགས་དང་ནང་བློན་དབྱི་བློན། ཁྲི་སེམས་བཞིར་མདོ་ལ་སོགས་པ། ཆབ་སྲིད་ལ་བཀའ་སྩལ་ཏེ། རྒྱ་དང་འཇལ་དམ་གྱི། མགོའི་བརྩམས་པའི་ལུས་ལ། མཁན་པོ་པཱ་ཀོར་ཡེ་ཤེས་དབྱངས་དང། དགེ་སློང་སྟག་ལོ་བསྟན་དེ་དང། གད་སྣམ་གྱི་སྙིང་བོ་དབྱངས་ཀྱིས། བརྩམས་པའི་སྐུ་ཡོན་དང་སེམས་ཅན་ཐམས་ཅད་ཀྱི་བསོད་ནམས་སུ། སྐག་གཟུགས་དང་དར་མ་འདི་རྣམས་བྲིས་ཏེ། འདི་ལ་རྗེས་སུ་ཡི་རང་བས་ཀྱང་བསོད་ནམས་མཉམ་པར་ཐོབ། ཡེ་ཤེས་དབྱིངས་ཀྱི་ཡུལ་དང་ཀློང་དང་འབུམ་དང། ལས་ལ་ཨའུ་རུ་ཡང་རྒྱ་ཆེར་བྲིས་སོ་ཞེས་བཀོད་ཡོད། ཡིག་འབྲུ་འདི་དག་ལས་ང་ཚོས་ཤེས་ཐུབ་པ་ག་གཉིས་ཡོད་དེ། གཅིག་ནི་དྲུ་སྐུའི་ཡི་གེ་འདི་ནི་སྤྲེལ་གྱི་ལོ་ལ་བསྐུས་པ་ཞིག་སྟེ། ལོ་རྒྱུས་ཡིག་ཚང་ལྟར་ན་སྤྲེལ་གྱི་ལོ་ནི་སྤྱི་ལོ་བརྒྱ་བརྒྱར་བཞི་ཡིན་པས། སྤྱི་ལོ་བརྒྱ་བརྒྱར་དྲུག་ལོར་བསྐུས་པའི་སྦི་ཁོག་གི་དྲུ་སྐུའི་ཡི་གེ་ལས་ལོ་གཉིས་ཀྱིས་སྔ་བ་ཞིག་རེད། ལོ་ཙཱ་བ་ཆེན་མོ་ཡེ་ཤེས་དབྱངས་འཁོར་དང་བཅས་པ་འོད་འབྱུང་ནས་ལམ་ལ་ཆས་ཏེ་ཆབ་མདོ་རྒྱལ་ངའི་ཡུལ་ཤུལ་ལ་ཐོན་ཞིང། ཡུལ་ཤུལ་ནས། འདིའི་ཁོག་གི་བྲག་གི་ཡི་གེ་བསྐུས་ཚར་རྗེས་གནང་བའི་བསྟན་པ་སྤེལ་བཞིན་ད་ལྟའི་མདོ་ལ་རིང་མོའི་བར་མདོ་ལོ་ངོར་ཐོན་པས། ཁོ་ཚོ་ཕེབས་པའི་ཡུལ་ཕལ་ཆེ་བ་ནི་རྒྱ་བོད་རིག་གནས་མཉམ་འདྲེས་ཀྱི་ས་ཆ་ཡིན་པ་ཤེས་ཐུབ། གཉིས་ནི། ཡེ་ཤེས་དབྱངས་ནི་ལོ་ཙཱ་བ་ཡིན་ལ། བླ་མ་སྐྱེས་ཆེན་ཞིག་ཀྱང་ཡིན་པས། ཁོས་སྣེ་ཁྲིད་པའི་འཁོར་ཚོགས་ནི་བོད་རྒྱ་མི་རིགས་གཉིས་ཀྱིས་བྲིས་པའི་འཁོར་ཚོགས་ཤིག་སྟེ། ཞིབ་ཏུ་བཤད་ན། ཡེ་ཤེས་དབྱངས་ནི་བོད་རྒྱ་སྐད་རིགས་གཉིས་ལ་ནང་བཞིན་མཁས་པའི་ལོ་ཙཱ་བ་ཆེན་པོ་ཞིག་ཡིན་པར་མ་ཟད། བོད་རྒྱ་རིག་གནས་གཉིས་ཀྱི་བརྗེ་རེས་དང་ནང་བསྟན་ཆོས་ལུགས་དར་སྤེལ་གཏོང་མཁན་གྱི་དགེ་བའི་བཤེས་གཉེན་ཞིག་ཀྱང་ཡིན་པ་ཤེས་ཐུབ། བར་སྐོར་ཡེ་ཤེས་དབྱངས་སུ་གོ་ནོ་འདི་དང་བརྗེས་ན། གཟུ་བོར་གྱི་ལོ་རྒྱུས་ཀྱི་ཐོག་འདི་ནས། སྒྲ་སྦྱར་གྱི་ལོ་ཙཱ་གཞུང་ལུགས་ཀྱི་འཇིགས་སྣང་དུ་མོ་བཀའ་བསྟན་གྱི་ལོ་ཙཱ་འདིའི་ནང་དུ་ནི། འབྲས་བུ་མི་དམན་པ་ལེན་མཁན། བྱས་རྗེས་ཕུལ་དུ་བྱུང་བ་ལེན་མཁན་འདི་མོ་ཡིན་ནི་མ་སྲིད་ཀི། ད་རུང་རྒྱ་ར་བོད་གཉིས་ཀྱི་བར་གྱི་ཉོ་ཚོང་བརྗེ་རེས་ར། ཕན་ཚུན་གྱི་འཇིགས་སྣང་རིག་གནས་བརྗེ་རེས། མཛའ་མཐུན་གྱི་འགྲོ་འོང་འདིའི་ཐོག་འདི་ནི་ཡང་ནུས་བ་གལ་ཆེན་ཐོན་ནོ་འདི་མོ་གི། མི་སྣ་ཟིག་ཧ་ཅང་གལ་ཆེན་ཟིག་རེད་བཟོ་ནི་ཐུ།
ད་ལྟའི་མདོ་ལ་རང་མོས་དབྱེ་འབྱེད་ཀྱི་བར་མདོ་ལུང་བའི་བྲག་གི་ཁྲོད་ཀྱི་སྐབས་ཉིད་ཡོད་པར་མ་ཟད་ཡི་གེའང་བརྐོས་ཡོད་ལ། ཕྱི་ཚུལ་ནས་བལྟས་ན་རི་མགོར་བརྐོས་པ་ལྟ་བུར་སྣང་མོད། དོན་དངོས་སྟེང་དེ་ནི་ཆབ་སྲིད་དང་ཆོས་ལུགས། དཔལ་འབྱོར། མི་ཆོས་རིག་གནས། འགྲིམ་འགྲུལ་སོགས་རྒྱུ་སྣ་ཚོགས་ལ་བསམ་གཞིགས་བྱེད་པའི་གདམ་ག་ཞིག་རེད་ལ། གནའ་བོའི་དུས་སུ་བར་མདོ་ལུང་པ་ནི་མཚོ་མཐོར་སྒང་ནས་རྒྱའི་དབུས་ཁུལ་ལ་འགྲོ་བའི་རྒྱུ་ལམ་གལ་ཆེན་ཞིག་ཡིན་ཞིང། འདི་ལྟའི་དམིགས་བསལ་གྱི་གལ་ཆེན་རང་བཞིན་ཡོད་པའི་དབང་གིས་བར་མདོ་ལུང་པར་ཆང་གྲོང་ལམ་ཟེར་ནའང་ཆོག། ཨ་ཤེ་ལམ་ཟེར་ནའང་འདྲ། གང་ལྟར། སྐབས་དེ་འདྲའི་ཆ་རྐྱེན་འོག་ཏུ། གནས་འདི་ནས་ནུབ་ཕྱོགས་དང་རྗེ་ཡི་དབུས་ཁུལ་གཉིས་སྦྲེལ་ཏེ་རྡོ་རྗེའི་གསང་གི་དར་དཀའི་ལྷོ་ལམ་གྱི་རྒྱལ་ལམ་གཙོ་བོར་གྱུར།
བར་མདོ་ལུང་བ་འདི་དག་འདི་ལྟར་ཁུར་དགོས་ཚུལ་གཟིགས་རིགས་སུ་བཏང་ན་དམག་དོན་དང་ཆབ་སྲིད་དང། ཚོང་དང། ཡང་ན་ཆོས་ལུགས་ཀྱི་འགག་སྒོ་གལ་ཆེན་ཟིག་རེད། དེའི་མི་ཚད་ཀྱི། ད་ལྟའི་དར་དཀའི་ཚོང་ལམ་གྱི། ལྷོ་ལམ་གྱི་ཡང། འགག་སྒོ་དང་བོ་ཡིན་ཏེ་སི་ཁུག།
གནས་འདི་ལྟ་བུ་ཞིག་ནས་གྲགས་ངེས་ལ་སྐུ་བརྙན་དང་ཡི་གེ་བསྐུས་པ་ནི། མིག་རྒྱང་རིང་བའི་ཆབ་སྲིད་ཀྱི་བསམ་བློ་དང་ཆོས་ལུགས་ཀྱི་བསམ་བློ། ཆོས་ལུགས་དར་སྤེལ་སོགས་ཀྱི་དགོངས་པ་འདུས་པའི་ཞབས་ཞུ་ཞིག་རེད་ལ། འོ་ན་འདི་ལ་དོན་སྙིང་ཅི་འདྲ་ཡོད་ཅེ་ན། སྤྱིའི་ཆ་ནས་རྒྱ་བོད་རིག་གནས་གཉིས་ཀྱི་བརྗེ་རེས་ཐད་ལ་སྐུལ་འདེད་ཀྱི་ནུས་པ་ཐོན་ཡོད་ལ། ལོ་རྒྱུས་ཀྱི་དོན་སྙིང་ཐད་ནས་བཤད་ན། དཔྱིད་ཀྱི་ལོ་ཟླ་རིང་མོའི་ཁྲོད་དུ་འོད་དང་སོག་པོ་ལྟ་བུ་སོགས། མི་རིགས་གཉིས་བར་ལངས་སྐྱེས་ཇི་མེད་ལྟ་བུ་བྱུང་སྟེ། ཀྲུང་ཧྭ་མི་རིགས་གཅིག་གྱུར་གྱི་ཐད་ལ་ལོ་རྒྱུས་ཀྱི་དོན་སྙིང་ཆེན་པོ་ཐེབས་ཡོད་པ་རེད་ལ། སྤྱི་ལོ་ཆིག་སྟོང་ཉིས་བརྒྱ་ཞེ་བདུན་ལོར་ས་སྐྱ་པཎ་ཆེན་དང་ཀེང་ག་རྒྱལ་མཚན་དང་ཧོར་གོ་བསྟན་རྒྱལ་བོ་གཉིས་ཀྱིས། ལངས་སྐྱེས་ལྟེ་ད་ལྟའི་དབུས་པའི་ས་ཆར། ལངས་སྐྱེས་བྲིས་མོལ་བྱས་པ་གནང་ཞིང། ལངས་སྐྱེས་བྲིས་མོལ་ལ་བརྟེན་ནས། བོད་སོག་གཉིས་བར་ལ་ཐབས་དང་འཁྲིག་པ་ལས་བྱུང་བའི་ཤི་རྨས་དང་གཏོར་བཤིག་མ་བྱུང་བར་མ་ཟད། དེ་ལ་བརྟེན་ནས་འཛམ་གླིང་ལ། བོད་ལྗོངས་འདི་དུས་དེ་ནས་བཟུང་ཀྲུང་ཧྭ་མི་རིགས་དང་ཁ་བྲལ་དུ་མེད་པའི་ཆ་ཤས་ཤིག་ཡིན་པ། རྩོད་མེད་ཡིན་པའི་དོན་དངོས་རབ་སྤྲད་པ་རེད། ཡེ་ཤེས་དབྱིངས་ཀྱིས་བར་མདོ་ལུང་བ་ནས་གྲགས་ངེས་ལ་སྐུ་བརྙན་དང་ཡི་གེ་བསྐྱེད་པ་དང། ས་པཎ་གིང་གར་རྒྱལ་མཚན། བར་མདོ་ལུང་བ་བརྒྱུད་ནས་ལང་ཀྱིར་ཕེབས་ཏེ། ཧོར་དགོ་དོན་རྒྱལ་པོ་དང་འབྲེལ་བའི་ལོ་རྒྱུས་དོན་ཆེན་དག་ཉིད་གཅིག་ཏུ་སྦྲེལ་ན། ང་ཚོས་འདིའི་ཁྲོད་ཀྱི་འབྲེལ་བའང་རང་བཞིན་གྱིས་རྟོགས་ཡོང། འདི་ནི་ལོ་རྒྱུས་ཀྱི་སྟེས་དབང་ཞིག་མིན་ལ། ལོ་རྒྱུས་དོན་སྙིང་འདི་གཉིས་འབྲེལ་བ་མེད་པ་ཞིག་གཏན་ནས་མིན། ལོ་རྒྱུས་དོན་ཆེན་འདི་གཉིས་ཀ་བར་མདོ་ལུང་པ་ནས་བྱུང་བ་ནི་རྒྱུ་དང་རྐྱེན་མེད་པ་ཞིག་མིན་པར། འདི་ཡིས་བར་མདོ་ལུང་བའི་གལ་ཆེན་རང་བཞིན་དང་རྒྱུ་འབྲས་ཀྱི་འབྲེལ་བ་ཞིག་ཀུན་ལ་བསྟན་ཡོད་ལ།